ནི་ལུང་བ་དང་ནི་ཅེས་བཀའ་སྩོལ་རྨེ་གན་ཕོ་བ་དང་ལ་སོགས་པ་ད་དེ་འདྲ་མང་པོ་བྱུང་ཡོང་རུང་བ་དེ་ཡིན་དུས་བསམ་པ་ཡ། ནི་ཅེས་གོ་སྐབས་དེའི་རྒྱུ་བྱས་ང་རང་ངོས་ནས་འདས་དོན་ཚོ་ནི་མ་འོངས་པ་ཡ། ནི་ཅེས་སྐལ་བ་ཡག་པོ་ཞིག་ལེན་བ་ཤོག་ཟེར་བ་ད་ལྟ་བོད་ནང་ལོ་ལ་ཡ། ནི་བཀའ་ཉན་འཕྲད་བཞིན་པ་དེ་ཚོ་ནི་སྐྱོག་ནས་ཉོ་ཐུ་ནི་ཅེས་བཀའ་ཉན་དེ་ཚོ། ཅེས་སེ་ཐུ་བ་ཤོག་ཟེར་ལ་ནི་དེ་འདྲས་ཀྱི་ད་ང་རང་གི་མི་ལ་འཐབ་གྱིན་རུ་བ། ད་ནང་བཞིན་ནི་དམིགས་བསལ་གྱིས་བོད་ནང་ལོ་ཡིན་ན་རེད་ད་ནང་བཞིན་ཕྱི་ལོག་གིས་ནི་ང་ཚོའི་བོད་རིགས་སྤུན་ཟླ་དེ་ཚོའི་གིས། ང་ཚོ་བོད་ནང་གི་གཞིས་ཀ་རྩེ་ལ་ཡང་ནི་དཀའ་ཉེན་དེ་འདྲའི་འཕྲད་དུས་བསམ་པ་ཡང་ནི་ཁ་ཡོད་ལག་ཡོད་ཀྱིས་ནི་མ་སྐུལ་དང་བླང་གི་ཐོག་ནས་ནི་ཅིག་བོད་ནང་ལོག་ཡས་ནི་དཀྲོག་པ་བྱས་ད་དེ་འདྲས་ང་རང་གིས་ད་བརྙན་ཐུང་བརྒྱུད་ནས་ནི་མང་པོ་ཞིག་མཐོང་ཚོར་བ་དེ་ཡིན་དུས་བསམ་པ་ཡང། གོ་སྐབས་དེ་རྒྱུ་བྱས་ན་བུ་ཚོ་ཚང་མ་ལོ་ལ་ཡང་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་རོ། དེ་རིང་གི་ང་ཚོ་གི་གྱོད་གཞི་བྱུ་རོ་འདི་ས་ཡོམ་གང་ཆག་གི་འདུག་རོ། ད་ས་ཡོམ་ལ་ཡང་ང་ཚོ་ཨིན་ཇི་ཀེ་ལ་ཡང Earthquake ལས་རོ། དེ་ཡིན་དུས་བསམ་པ་ཡང་ནི་ས་ཡོམ་གང་འདྲས་བྱུང་གི་ཡོད་མེད་ཅུ་རོ། འདི་ག་རྣམ་པ་ཚོས་ལ་ཡང་དེ་ནི་མ་འཇིགས་ཤེ་ན་བསམ་སོང། དང་པོ་དེ་ལ་ཡང་ང་ཚོས་ཀྱིས་ཨ་ནི་ས་ཡོམ་ག་འདྲ་རྒྱག་གི་ཡོད་མེད་འདི་གོ་ཚུལ་ལ་ཡང་ཨ་ནི་ང་ཚོས་ཀྱིས་འཛམ་བུ་གླིང་གི་ཨ་ནི་ཅིག་ཆགས་སྟངས་འགྲོ་འགྱུར་བ་འདི་རྣམ་པ་ཚོ་ལ་ཡང་ཨ་ནི་འདི་ནི་མ་འདྲེས་ཤིག་རྒྱ་ནག་བསམ་ཟུར་བ་འཛམ་བུ་གླིང་ཁོ་རང་གི་ཨ་ནི་ཅིག་ད་རིམ་པ་འགྲོ་ཀྱི་མ་ནས་ཕྱིན་ཨ་ནི་གང་ས་བ་དོ་ཡང་ཨ་ནི་རིམ་པ་འགྲོ་འགྱུར་བ་འདི་ཅི་སྟངས་ད་རིམ་པ་མང་པོ་ཅིག་ཡོར་དེ་ཡིན་པ་འདི་ལས་ད་མདོར་བསྡུས་འགྲོ་ཅིག་འདི་ནི་མ་རྣམ་པ་ཚོ་ལ་ཅིག་འགྲེལ་བཤད་རྒྱག་བ་ཡིན་ན་ཨ་ནི་འཛམ་བུ་གླིང་གི་ད་ཀྱི་མ་འགྱུར་བ་དེ་ལ་ཡང་ཨི་ནར་ཀོ་ལེ་དུ་ཨ

ས་དང་ཏྲ་ཆུ་དང་དུ་ཚོད་ཡོ་བ་གནས་དང་དེ་འདྲ་འགྲོ་ཅི་ཆགས་དེའོ་རེད། ད་ཁྲ་སི་ཏི་གང་ལ་ཡ་ཨ་ནི་ང་ཚོ་གི་ད། གླིང་ཆེན་བདུན་དང་དང་ན་ཞིང་གླིང་ཕྲན་དེ་འདྲ་མང་པོ་ཡོ་རོ་ཨ། དོན་ཚོ་ཨ་ནི་ཁྲ་སི་ཏི་གང་ལ་ཡོ་བ་ཆེ་དང་ན་ཞིང་ང་ཚོ་གི་ད་རྒྱ་མཚོ་བཞི་ཡོ་རོ་ཨ། དོན་ཚོ་ཚང་མ་ཨ་ནི་ད་ད་ཁྲ་སི་ལ་ཡ་ཆེ་རོ་ཨ་གི་རིམ་པ་ཆེ་རོ་ཨ་དེ་གང་ལ་ཡོ་བ་དེ་འདྲའི་གནས་དང་དེ་འདྲ་རེད་ཤག། དེ་ནི་ད་ད་ད་ཁྲ་སི་ཡོ་རོ་ཨ་ས་དང་ཨ་ནི་ང་ཚོ་གི་ད་ད་མན་ཏྲ་ལི་ཡོ་རོ་ཨ་དེ་པ་ར་ལ་ཨ་ནི་ཀི་ལོ་མི་ཏྲ་སུམ་ཅུ་སོ་གཉིས་རེད་བ་ཅིག་དེ་འདྲ་འགྲོ་ཅིག་ཁོ་ཚོ་གི་ཚོད་དཔག་བྱེད་གི་འདུག་ཨ་ནི་ད་རྒྱ་མཚོ་ཡོ་རོ་ཨ།

མང་པོ་ཡོ་བ་ཆེ་རུ་བ་ད་དུ་ཚོ་མང་ཆེ་རུ་ད་ས་ས་རུ་བ། ས་ཡོ་བ་ཆེ་ཨ་ནི་རྒྱ་ཚོ་བཞི་ཡོ་བ་ཆེ་དེ་འདྲི་རུ་གནས་སྟངས་ཆགས་ཏེ་ཡོ་རུ་བ། ད་ཚན་རིག་པ་དེ་ཚོ་གི་འགྲེལ་བཤད་ག་རེ་རྒྱག་དགོས་ལབ་བ་ན་ཨ་ནི། གོ་ལ་གང་གི་ཡོད་པའི་གི་ས་ཡོ་རུ་བ་དེ་ཚོ་ག་དུས་ཡིན་པ་ཡིན་ནའི་གུ་གྱོ་རྒྱག་དེ་གི་ཡོ་རེད། རུ་བ། ད་དེ་གུ་གྱོ་རྒྱག་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ག་ལ་བ་ཡིན་ན།

ཨ་ནི། གང་གི་ས་ཆ་དེ་ཚོའི་བར་ནས་ལས་སྒོ་རྒྱ་རྒྱག་གི་ཡོད་རེད་ལ་ནི་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད། ད་ད་ལྟ་གི་ང་ཚོ་གི་ད་གླིང་ཆེན་ཡིན་ན་དྲ་འདུག་ད་གླིང་ཕྲན་ཡིན་ན་དྲ་འདུག་རེད་བ། ཨ་ནི་རྒྱ་མཚོ་གི་འོག་གི་ཨ་ནི། གཅིག Crust རེད་བ་ས་དེ་ཚོ་ཡིན་པ་ན་དྲ་འདུག་ཨ་ནི་ཚང་མ་ཨ་ནི་གཅིག་རྡོག་རྡོག་གཅིག་ལ་ཨ་ནི། མཐུད་མེད་བ་རེད་བ་འདི་གང་ཟག་ཨ་ནི་དུམ་བུ་དུམ་བུ་དེ་འདྲ་ཡིན་པ་གི་ད་གྲོས་ཆོད་དེ་འདྲ་གཅིག་བྱེད་ཀྱི་ཡོད་རེད་བ་དེ་ཡིན་དུས་བསམ་པ་ཡ། དེ་ཚོ་ལ་ཡ་ཨ་ནི་ང་ཚོ་གི་ད། ཨིན་ཇི་ཡི་ཐ་སྙད་ནང་ལ་ལ་ཡ Tectonic Plate ལ་ཡོད་དོ། དེ་ཡིན་དུ་བསམ་པ་ཡ Tectonic Plates ཚོན་ཚོ་ནི Mantle དེ་གུ་གུ་རྒྱག་གི་ཡོད་བ་སོང་ཙང་ཨ་ནི་གང་གི་ཨ་ནི་ཅིག་ས་ར་བ་གླིང་ཆེན་དང་གླིང་ཕྲན་དེ་ཚོ་ཡིན་པ་ནི་ལ་ཨ་ནི་ག་དུས་ཡིན་པ་ཡིན་ནའི་གུ་རྒྱ་རྒྱག་ཐེག་གི་ཡོད་བ་དེ་འདྲའི་ངོས་འཛིན་བྱེད་ཀྱི་ཡོད་རེད་ཨ་ནི་རྒྱ་དུས་བསམ་པ་ཡ་ནི་ཕན་ཚུན་བར་ར་ལ་ཨ་ནི་ཡང་ན་ཐག་རིང་འགྲུག་གི་ཡོད་བ་ཡང་ན་ཐག་ཉེ་འགྲུག་གི་ཡོད་ཡང་ན་ཕན་ཚུན་བར་ར་འདར་གྱི་ཡོད་བ་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་གི་འདུག།

ཨ་ནི་གཅིག་དུམ་བུ་གཉིས་ལ་ཁྱད་བྱེད་ཨ་ནི་དུམ་བུ་གཅིག་གི་མིང་ལ་ཡང་ལོ་རེར་བྱེད་ཡ་བྱེད་ཨ་ནི་དུམ་བུ་གཞན་པ་དེའི་མིང་ལ་ཡང་མགོ་འདྲ་བ་རྣམས་ལ་ནི་ད་དུམ་བུ་འདི་འདྲ་གཉིས་ཁྱད་དུ་བ། དེ་ནི། ལོ་གསར་ཡང་མང་པོ་བྱེད་ལ་ཡ་ཨ་ནི་ཡང་བརྒྱ་ཨ་ནི་ད་འདའ་གི་མགོ་འདྲ་བ་རྣམས་ལ་ཡ་བྱེད་རོ་བ་དེའི་གི་ཨ་ནི་ས་ཆ་ཕྱེད་ཀ་བྱེད་ཨ་ནི་དུས་དུམ་བུ་ཁྱད་བྱེད་ཨ་ནི་འདི་ས་ཆ་དེ་དམིགས་བསལ་གྱི་ཨ་ནི་ད་འདའ་གི་ང་ཚོ་གི་རྒྱ་གར་ས་ཆ་བྱེད་རོ་བ་འདི་ཆ་དེ་བྱེད་རོ་བ།

བྱུང་དང་འགྲོ་འགྱུར་བ་འདི་ཁོ་ཚོས་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད་རེ་བ་དང་ན་ཞིང་གོང་དུ་ཞུ་བ་བཞིན་སོང་ད་ད་གས་ནི་ས་དེ་ཚོ་རེ་བ Tectonic Plates དེ་ཚོ་ག་དུས་ཡིན་པ་ནས་ལ་ད་དགུ་བརྒྱ་བརྒྱ་དེ་ཡོད་རེ་བ། དེ་ཡིན་དུས་བསམ་པ་ཡ་ཨ་ནི་ཚན་རིག་པ་དེ་ཚོས་གིས་ག་འགྲེལ་བཤད་རྒྱག་གི་ལོས་ན་ད་ད་ཡིན་པ་ནས་ལས་ཨ་ནི། དགོན་གྲྭ་བ་ན་ནས་ནི་མ་འདུག་དུམ་བུ་གས་འཁྱོག་དེ་ཨ་ནི Laurencia། ཡིན་ཨ་ནི་ས་ཆ་དེ་ག་ལ་ཡ་ཨ་ནི་དགུ་བརྒྱ་བརྒྱག་གི་ཡོད་རེད་ཟེར་བ་ཁོ་རང་ཉིད་དུ་ཐུག་གི་ཡོད་རེད་ད་འདོད་ཡོན་པ་ནི་ཐུག་གི་ཡོད་རེད་དེ་ཐུག་བ་དེ་རྒྱུ་མཚན་ག་ལ་ན་ཨ་ནི་དེང་སང་གི་ཧི་མ་ལ་ཡ་དང་རི་དང་ཚུན་ཚོད་ནི་ཅིག་རི་དུ་ཚོད་མཐོ་རུ་མཐོ་རུ་འགྲོ་གི་ཡོད་རེད་ལ་ནི་ཁོ་ཚོས་ཀྱི་འགྲེལ་བཤད་དེ་འདྲ་རྒྱག་གི་ཡོད་རེད་རོ་ཨ་ད་དེ་གཅིག་པོ་མ་ཡིན་པ་འཛམ་བུ་གླིང་ནང་ལོ་ལ་ཡ་ད་གླིང་ཆེན་བདུན་དང་ད་གླིང་ཕྲན་མང་པོ་ཡོད་རོ་ཨ་འདུ་ཚོད་ཚང་མ་ག་དུས་ཡིན་པ་ཡིན་ན་ལ་ཨ་ནི་དགུ་བརྒྱ་བརྒྱག་དེ་གི་ཡོད་རེད་ཟེར་རོ་ཨ་ནི་དགུ་བརྒྱ་བརྒྱག་སྟངས་དེ་ཨ་ནི་ངས་གོང་དུ་ཞུ་བ་ཞིག་གསུངས་དེ་རེད། ད་ས་ཡོམ་ལས་དེ་ནི་བྱུ་ཡས་ཀྱི་རྐྱེན་དེ་གོ་བ་ཁྲེ་དེ་ལས་སྦྱོར་བ་ད་འདི་ལ་ཡང་ནི་ཅིག་ད་ལྟ་གཅིག་པོ་མ་ཡིན་པར་གནའ་སྔ་མོ་ནས་ནི་ཅིག་ཚན་རིག་པ་ཡིན་ན་རེ་ནི་མི་སྣ་གལ་ཆེན་པོ་ཡིན་ན་རེ་དོན་ཚུལ་གྱི་ནི་འདི་ཡི་ནི་ལན་སྦྱོར་བ་འདི་ཧ་གོ་ཡས་ཀྱི་ད་ཐབས་ཤེས་མང་པོ་བྱས་དེ་རོ་བ་དེ་ཡིན་དུས་གནའ་སྔ་མོ་ཁོ་རང་གི་ད་ཤི་གསོས་དེ་འདྲ་མང་པོ་འདུག་དེ་ཡིན་པ་ནི་ལས་ད་ཁ་ཤས་ཤི་སླ་བ་ཡིན་ན་གནའ་སྔ་མོའི་མི་དེ་ཚུལ་གྱི་ནི་ས་ཡོམ་འདིས་བྱུང་བའི་རྒྱུ་མཚན་དེ་ག་ལ་བས་ན་མཚོ་ནང་ལོགས་ལ་ཡང་སེམས་ཁྲལ་དེ་འདྲའི་ཆེན་པོ་དེ་འདྲའི་ཞུ་བ་བྱས་དུས་ཀྱི་གཅིག་ག་སོགས་རེད་ད། སྐུ་རྒྱལ་རྒྱབ་དེ་འདྲའི་ཆེད་དུ་བསམ་པ་ཡང་ས་ཡོམ་བྱུང་གི་ཡོད་རེད་ཟེར་བ་ཡང་ཁ་ཤས་ཀྱི་ལུས་དང་དེ་འདྲའི་གཅིག་ལྷ་དང་འདྲེ་དང་དེ་འདྲའི་གི་ད་ཡང་གཅིག་ག་སོགས་རེད་ད། མ་དགའ་བ་གྲོགས་དང་སྤྲོ་བསླང་བ་གྲོགས་དང་ད་དེ་འདྲའི་གི་ད་གཅིག་ཡིད་ཆེས་དེ་འདྲ་བྱེད་ཀྱི་འདུག་བ། ཡིན་པ་ཡིན་ན་ལེ་ད་དེང་སང་ཚན་རིག། ཡ་རྒྱལ་བྲོ་དེ་འདྲའི་ཆེ་ད་ནང་བཞིན་གནའ་སྔ་མོ་ནས་བྱས་ནས་ད་ལྟ་བར་དུ་ཡ་ཨ་ནི་ས་ཡོམ་གྱི་ནི་ཅིག་དཀའ་ཉེན་དེ་ག་དུས་ན་འཕྲད་དེ་གི་རུ་བ་དེ་ཡིན་དུས་བསམ་པ་ཡ་ཨ་ནི་དཀའ་ཉེན་དེ་འཕྲད་དུས་དུས་བསམ་པ་ཨ་མི་ཡིག་གི་ནི་ཅིག་ས་ཡོམ་དེ་འདྲའི་ཅིག་གྱ་གི་འདུག་ས་ཡིན་དུས་བསམ་པ་ཡ་དེ་ལ་ཡ་ཨ་ནི་དེ་ག་འདྲས་གྱ་གི་ཡོད་ན་ལས་གི་དེ་གི་ད་ལན་ར་ཡ་གི་ནི་ཁོ་རང་ས་གི་ད་ཐབས་ཤེས་བྱས་ད་ནང་བཞིན་ཚན་རིག་ཡ་རྒྱལ་བྲོ་བ་ལ་བརྟེན་ནས་ཨ་ནི་ས་ཡོམ་དེ་ག་འདྲས་བྱུང་གི་ཡོད་མེད་ཨན་རྐྱེན་ག་བ་ལ་བརྟེན་ནས་བྱུང་གི་ཡོད་མེད་ཅིག་རུ་བ་དེ་ང་ཚོས་དེ་སང་ཧ་གུག་ཡོད་རེད། ད་དང་དག་ནི་ས་ཡོམ་འདི་ག་འདྲིར་བྱུང་ཁུལ་རེད་ལས་བྱུར་བ། ས་ཡོམ་འདི་བྱུང་བའི་གི་རྐྱེན་འདི་གོ་བ་ཐུག་ཡོད་རེད་ལས་བྱུར་བ། འདི་ལ་ཡ་ཨ་ནི་འདི་གང་ལ་ཡ་སློབ་སྦྱོང་སྦྱང་ཉེན་མཁས་པ་དེ་ཚོས་གི་ད་དབྱེ་བ་འགྲོ་ད་གཉིས་ལ་དཔྱད་བྱར་བ་དང་པོ་དེ་ལ་ཡ་ཨ་ནང་བྱུང་གི་ས་ཡོམ་དེ་འདྲའི་ཅིག་དང་ཨ་ནི་མིའི་གི་ཨ་ནི་འཛུགས་སྐྲུན་གི་ལས་གཞི་དེ་འདྲ་མང་པོ་བྱས་དུས་བསམ་པ་ཡ་དེའི་གི་ཨ་ནི་ཅིག་རང་བྱུང་ཁོར་ཡུག་ལ་ཡ་གནོད་འཚེ་བྱས་བྱས་ཨ་ནི་ས་ཡོམ་རྒྱལ་བྱུར་བ། ད་མདོར་ན་ཨ་ནི། རང་བྱུང་གཅིག་དང་ཉིད་ཀྱིས་བཟོས་པའི་གི་ད་ས་ཡོམ་ལ་ནི་ད་ཡེ་བ་ཉིད་དེ་འདྲ་འགྲོ་ཅི་བྱེད་ཀྱི་དུ་རུ་བ། ད་རང་བྱུང་གི་ནི་ས་ཡོམ་འདི་བྱུང་བས་དེ་ནི་རྣམ་པ་ཚོས་ངས་གོང་དུ་ཞུ་བ་ཞིག་གསུངས་གི་ད་ད་འཛམ་བུ་གླིང་གི་ནི་གང་གི་ནི་ས་གླིང་གླིང་ཆེན་དང་གླིང་ཕྲན་འདི་ཚོ་ནི་ག་དུས་ཡིན་པ་ནི་ལས་འགུལ་སྐྱོད་བྱེད་དེ་ཡོད་རེད།

རྐྱེན། མང་པོ་ཡོད་དེ་ཡིན་པ་ནི་ལས་ད་གཙོ་བོ་གཉིས་སུ་འགྲོ་གཅིག་ནི་རྣམ་པ་ཚོད་ལ་ཡ་དེ་ནི་མ། འདྲི་བྱེད་ཞིག་ཡ་ན་བསམ་ཚོད་རོ་ད་དང་པོ་དེ་ལ་ཡ་ནི་ང་ཚོས་ཀྱི་ད Mining ལས་དུ་བ། གཏེར་ཁ་སྔོག་འདོད་ལས་རོ་ད་གཏེར་ཁ་སྔོག་འདོད་ཀྱི་ནི་ཅིག་ག་ཚོད་རེ་ཆེ་བ་ཡ་ན་ནི་ས་ཡོམ་ལ་ག་རེ་བྲེལ་བ་ཡོད་རེ་ལ་ཡ་ཆོད་རོ་ད་འདི་ག་འདྲེར་ལ་བ་ཡ་ན་ཨ་ནི་གཏེར་ཁ་སྔོག་འདོད་བསམ་པ་ཡ་ནི་ང་ཚོས་ཀྱི་ནི་ཅིག་ས་འོག་ནས་ཡ་ཨ་ནི་ཅིག་རྡོ་དང་ཨ་ནི། ཅིག་ས་དང་དེ་འདྲ་མང་པོ་ཅིག་ད་སྔོག་བར་བ། ད་བསྡུ་སྔོག་བསྡུ་བསམ་པ་ག་རེ་བ་ལ་ན་ཨ་ནི། ས་ཆ་ཅིག་ལ་ཨ་ནི། དང་པོ་ས་མ་སྔོག་གོང་ལ་ཁོ་རང་ཚུགས་ཀྱི་ཨ་ནི། རྡོ་དང་ས་དང་དེ་ཚོ་ཚང་མ་གི་ད་ཆགས་སྡང་འགྲོ་ཅིག་ཕན་ཚུན་བར་ལ་ད་ཤུགས་འགྲོ་ཅིག་དེ་འདྲ་རོ་ཅིག་ཏག་ཏག་བསྡད་དེ་བར་བ། དེ་ཡིན་དུས་ད་གཏེར་ཁ་སྔོག་བསྡུ་བྱེད་དུས་བསམ་པ་ཡ་ཨ་ནི། ཏི། ས་ས་སྟོང་འཁྲུས་ས་སྟོང་ཆེན་པོ་དེ་འདྲ་འཁྲུས་དེ་ནི་ས་བཏོན་རྡོ་བཏོན་དེ་འདྲ་བྱེད་དུས་བསམ་པ་ཡ་ཨ་ནི། ཉེ་འཁོར་གྱི་ཨ་ནི། ཅིག་ཁ་སོ་ས་བཏོན་དུས་དེ་ཅིག་ཁ་སོ་རེ་ད་ལུས་ལ་ནི་ར་བ། ཅིག་ལྷོད་ལྷོད་འགྲོ། རོ། སྔོན་ནས་སྔོན་ནས་ཅིག་དམ་པོར་འགྲོ་ཅིག་དེ་དེ་རོ། དེ་ལྷོད་ལྷོད་ཆགས་དེ་འདྲ་བྱེད། ཨ་ནི་མཚམས་མཚམས་གར་ཆུང་གོས་ལ་བས་ན་ཨ་ནི་ས་འོག་ལ་ཡ་ཨ་ནི་ཅིག་ཁོག་སྟོང་དེ་འདྲ་ཆགས། རོ། དེ་ཁོག་སྟོང་དེ་འདྲ་ཆགས་དུས་སམ་བ་ཡ་ཨ་ནི་ག་ལི་ག་ལི་བྱེད་མ་ཡ་ཨ་ནི་ཁོག་སྟོང་རྫུན་རྫུན་ཨ་ནི་མ། ཤིག་དེ་འདྲ་བྱེད་དུས་སམ་བ་ཡ་ཨ་ནི་ཅིག་ས་ཡུམ་ཆུང་གི་ཡུ་བ། རོ། དེ་འདྲའི་གནས་དང་དེ་འདྲའི་བྱེད་རེ་བྱ། ས་ཡོམ་རྒྱ་ཡལ་གྱི་རྐྱེན་སྙི་བ་འདི་གར་དུ་ལགས་ན་ཆུ་མཛོད་རྒྱ་ཡལ་བྱེད་རོ། འདི་བྱ་དེ་བྱ་རོ། ད་ཆུ་མཛོད་ཀྱིས་གཅིག་ས་ཡོམ་རྒྱ་ཡལ་ལ་ཡ་གནོད་འཚེ་ག་འདྲ་འདྲེ་བོ་བྱེད་འདོད་ལ་བ་ཡིན་ན། ཆུ་མཛོད་ལ་དུས་བསམ་པ་ཡ་གཅིག་ས་ཆ་གཅིག་ལ་ཡ་ཆུ་དཔེ་གཅིག་ཁ་ཚོར་རེ་ད་ཁྱོད་ཆེན་པོ་རོ། རྒྱ་ཆེན་པོ་དེ་འདྲ་འདྲེ་བོ་གཅིག་ད་སོག་ཡོད་རོ། དེ་ཡིན་དུས་བསམ་པ་འདི་སོག་ལ་བརྟེན་ནས་ས་ཆ་འདི་ད་ཤུགས་ལ་ན་འདྲེ་གུ་དོ་དེ་འདྲ་དཔེ་བཅུ་གོ་བཞི་བོ་གཅིག་འགྲིག་ཡོད་རོ། དེ་ཡིན་དུས་བསམ་པ་ཡ། ཆུ་སོགས་རྩ་ཆེན་རུ་བ་དེའི་གི་པ་ར་གི་རྟ་ས་གཉིས་པ་ར་ལ་ཡ་དུམ་བུ་དང་སྐྱོ་གྲོགས་དང་དེ་འདྲ་མང་པོ་ཡོད་རུ་བ་འདིའི་པ་ར་ལ་ཡ་ནི། གཅིག་ཁ་སོ་རའི་ཆུ་དེ་འདྲའི་གྲོ་དེ་འདྲའི་ཆེ་ཆེ་ནི། ས་གི་ནུས་པ་ཉམས་ཡ་ཆུ་རུ་བ་དེ་འདྲའི་ཉམས་ཆེ་ནི་ཡང། གཅིག་ས་ཡོམ་བྱུང་ཡ་གྲོགས་དང་དེ་འདྲའི་ནད་དང་དེ་འདྲ་བྱུང་གི་འདུག། ད་ད་ལྟ་ནི་ས་འོག་ལ་ཡ་ནི། གཅིག་ཁ་སོ་རའི་ཁོག་སྟོང་དེ་འདྲ་ཡོད་བ་དང་དང་ན་བཞིན་ས་གཉིས་པ་ར་ལ་ཡ་ནི་གཅིག་དར་ནི་འབྲུག་ཡོད་ན་རེད་རུ་བ་དང་ན་བཞིན་དུ་ཐུག་ནི་འབྲུག་ཡོད་ན་རེད་ད་དེ་འདྲའི་ཆེ་ཆེ་ནི། གཅིག་ཁ་སོ་རའི་ས་འོག་ལ་ཡང་ནི་ཅིག་ནུས་པ་འགྲོ་རུ་བ་ནུས་ཤུགས་འགྲོ་བ་དེ་འདྲ་རུ་བ་ཅིག་བཟོས་ཀྱི་འདུག་བ། དེ་ཡིན་དུ་བསམ་པ་ཡང་དེའི་ནུས་པ་དེ་ནི་རླབས་ཀྱིས་ཀྱང་བསྟུན་གྱི་འདུག་དེ་ཡིན་དུ་བསམ་པ་ཡང་ད་རླབས་འཇོག་རུ་བ་དེ་ལ་ཡང་ང་ཚོས་ཀྱི་ད་དབྱེ་བ་གཉིས་འགྲོ་བ་ཅིག་བརྩི་གི་འདུག་རུ་བ་ད་དང་པོ་དེ་ལ་ཡང་ཁོ་རང་གི་ད body wave ལ་ཡང་ཅིག་དང་ནི surface wave ལ་ནི་རུ་བ་ད body ལ་ལྟོས་ང་ཚོའི་ནམ་རྒྱུན་གྱི་གཟུགས་པོ་འགྲོ་བ་ཅིག་གུག་ཡོད་རུ་བ། དེ་ཡིན་དུ་བསམ་པ་ཡང་ད་ད་ད་ས་འོག་ལ་ཡང་ནི་ད་རྐྱེན་འཕྲད་ས་འཇོག་རུ་བ་ས་ཡོམ་བྱུང་ཡས་ཀྱི་ད་ཅིག་ཁ་ཚོན་རེ་ད་ས་ཆ་ལ་ན་འགྲིག་གི་འདུག་དེ་གཙོ་བོ་བྱོ་རུ་བ་དཔེ་ན་ཕྱི་ན་ཁོག་སྟོང་བྱོས་ན་ཁོག་སྟོང་དེ་མ་འདུག་གཞིག་བྱས་ནི་གནས་ཚུལ་བྱུང་ཡ་བྱོ་རུ་བ་ད་ས་ཡོམ་བྱུང་ཡ་གི་རྐྱེན་ས་འོག་ལ་ཡོད་པའི་གི་རྐྱེན་བྱོ་རུ་རྐྱེན་འཕྲད་ས་བྱོ་རུ་བ་འདི་ལ་ཡ་ནི་ཁོ་ཚོས་གི་ད་ཧའི་པོ་སན་ཏྲེ་ལ་གི་འདུག་བ་རུ་བ་ད་ཧའི་པོ་སན་ཏྲེ་དེ་ས་འོག་ནས་ནི་འདུག་ས་ཡ་ཐིག་ཁབ་དུག་ཅིག་འཐེན་པ་ཡིན་ན་འདི་གི་གང་གི་ས་ལས་ས་བྱོ་རུ་བ་དེ་ལ་ཡ་ནི་ཨེ་པི་སན་ཏྲེ་ལ་གི་འདུག་བ་དེ་ཡིན་དུས་ད་ནམ་རྒྱུན་རྣམ་པ་ཚོས་གི་ས་ཡོམ་ད་དེ་འདྲས་གི་ཨ་ནི་ཅིག

ཨ་ནི། མང་པོ་ཅིག་ང་ཚོས་ཀྱི་ཚོར་སྐྱེ་ཡོད་མ་རེད་གོ་རྒྱ་རྒྱ་བ་དེ་རེད་བ་གང་ཡིན་ཟེར་ན། དེའི་ཀྱི་ནུས་པ་དེ་དཔེ་ཤུགས་ཆུང་ཆུད་ཆེ་རེད་བ། ད་ཁ་ཤས་ཨ་ནི། ཅིག། ནུས་པ་ཤུགས་ཆེན་པོ་ཆག་ཆེ་ཨ་ནི་གང་གི་ཨ་ནི་སྣོད་བཅུད་ཚང་མ་ལ་ཡ་ཨ་ནི་གཏོར་བཤིག་བཏང་ཡང་འགྲོ་དང་དེ་འདྲའི་གནས་སྟངས་དེ་འདྲ་བྱུང་གི་ཡོད་རེད་བ། དེ་ཡིན་དུས་བསམ་པ། ད་ལྟ་ས་ཡོམ་གྱི་ཨ་ནི་ཅིག་ཤུགས་ཚད་འགྲོ་ཆོག་རེད་བ་དེ་ཨ་ནི། ག་ཚོད་རྒྱ་ཡོད་མེད་ཆོག་རེད་བ་དེའི་ཨ་ནི་ཅིག་ཚད་རྒྱ་ཡོད་ལ་ཡ་ཨ་ནི། ང་ཚོས་ཀྱི་ད་འཕྲུལ་ཆས་བྱེད་དུས་རེད་བ་འཕྲུལ་ཆས་དེ་ཀྱི་མིང་ལ་ཡ་ཨ་ནི། Seismograph ལ་ཡོད་དུ་བ་ད་སྤྱི་སྟངས Seismograph ལ་དུས Seismo ལ་དུས་བསམ་པ་སྤྱི་སྟངས། ད། ས་ཡོམ་ཡང་ན་ཨ་ནི་འགུལ་སྐྱོད་རྒྱ་བ་དེ་འདྲ་ཅིག་ལ་གུག་འདུག་ཨ། ར་ཧྥི་ལ་འདི་བསམ་པ་དེ་ནི་ཤུ་ག་ལ་མ། ཅིག་རི་མོ་སྒྲོག་ཅིག་བྲིས་སྐྱོ། དེ་འདྲ་ཅིག་ཡིན་འདུག་བསམ་པ་ཡང Seismograph གིས་གར་བྱེད་ཀྱི་ཡོད་རེད། ཨ་ནི་ས་ཡོམ་ཅིག་རྒྱ་བ་ཡིན་ན། ས་ཡོམ་གྱི་ཨ་ནི་ཤུགས་ཆེ་ཆུང་ག་ཚོད་རྒྱ་ཡོད་མེད་ཅིག་རོ་བ་དེ་ཨ་ནི་ཤུ་ག་ལ་ཡང་མ། ཨ་ནི་ཕབ་ལེན་བྱེད་ཀྱི་ཡོད་དེ་འདྲ་སྒྲོག་ཅིག་ཆགས་བསྡད་ཡོད་རེད། ད་དེ་ལ་ཡང་ཨ་ནི། Crans གི་ཚད་ཅིག་རོ་བ། ཚད་དེ་ཨ་ནི། ཀླད་གོང་ནས་གཉིས་པ་ར་ཡིན་པ་ཡིན་ན་ཨ་ནི། ཅིག་ང་ཚོས་ཀྱི། ས་ཡོམ་བརྒྱ་བ་ཚོར་གྱི་མེད་བ་དེ་འདྲ་རེད་ཤར་བ་ཨ་ནི་གཉིས་ནས་བཞིའི་བར་བ་ཡིན་ན་ཨ་ནི་ཏེ་གཅིག་ཨ་ནི་དགུ་བརྒྱ་བརྒྱ་གྱི་བར་བ་དེ་འདྲ་འདྲ་བོ་ཅི་རེད་ཤ་དེ་ནས་བཞི་ནས་ཨ་ནི་བཞིའི་ཚགས་དགུ་འདྲ་བ་ཡིན་ན་ཨ་ནི་གཅིག་དགུ་བརྒྱ་ཏེ་གཅིག་ཤུག་ཆེ་བརྒྱ་གྱི་བར་བ་ཡིན་པ་ཡིན་ན་ལས་ད་གནོད་སྐྱོན་དང་དེ་འདྲས་མེད་བ་དེ་འདྲ་འདྲ་རེད་ཤར་བ་རླུང་འཁོར་དང་དེ་འདྲས་ཏེ་གཅིག་དགུ་བརྒྱ་བརྒྱ་གྱི་བར་བ་དེ་འདྲ་རེད་ཤ་ལྔ་ནས་ཨ་ནི་ལྔ་ཚགས་དགུ་འདྲ་བོ་ཡིན་པ་ཡིན་ན། ཨ་ནི་ཁང་པ་ཨ་ནི་གཅིག་ག་ཚོད་རེད་འཛུགས་སྐྲུན་ཡག་པོ་བྱེད་མི་རྒྱུ་དང། རོ་ཨ་ནི་ཅཱ་ལ་དེ་འདྲ་ཏི་ཞིག་ལྷོད་ལྷོད་བཞག་རྒྱུ་དེ་ཚོ་ཡིན་པ་ན་ནི་མ་ཟད་རོ་དང་དེ་འདྲས་བྱུང་གི་འདུག་ཨ། ནི་དྲུག་ནི་དྲུག་ཚ་དགུ་གྲོགས་ཡིན་པ་ཨ་ནི། གཅིག་ག་ཚོད་རེད་ད། ཁང་པ་དེ་འདྲས་མ་རེད་ཡ་དང། དེ་འདྲས་ནི་དང་དེ་འདྲས་རེད་ཤག་རོ་ཨ། དེ་ནི་ཨ་ནི་བདུན་དང་ཨ་ནི་བདུན་ལས་མང་ཨ། དེ་འདྲའི་རྗེས་འབའ་ན་ནི་གཏོར་སྐྱོན་ཤུགས་ཆེན་པོ་ཞིག་ཡང་འབྱོར་བ། དེ་འདྲའི་ནད་དང་དེ་འདྲའི་རེ་ཤ་ད། རྒྱལ་ནི་རྒྱལ་གྱི་སྒང་ལ་ཡིན་པ་ན་དེ་ནས་ད་བལ་ཁོ་རྒྱལ་ས་ཡིན་ན་འདྲ་འདུག་ད་ས་ཆ་དེ་འདྲའི་རྒྱལ་དགོན་ཆེན་པོ་དེ་འདྲ་ལ་ཡང་ནི་ཅིག་གནོད་འཚེ་ཤུགས་ཆེན་པོ་ཕོག་གི་ཡོད། དེ་འདྲའི་གི་ད་ནད་དང་དེ་འདྲའི་རེ་ཤ་ཡིན་འདི་བསམ་པ་ཡང་ནི་ང་ཚོའི། བོད་ཀྱི་དིང་རི་རུ་བ་འདི་ལ་ཡང་ནི་ཁ་སང་ས་ཡོམ་བརྒྱབ་འདི་བསམ་པ་ཡང་རྒྱ་ནག་རང་གིས་ནི་ཁོ་རང་གི་ཚད་གཞི་གཞི་བཟུང་བྱས་ན་ནི་འཁྲུག་ཚགས་རྒྱས་རེད་འདུག་ཡིན་པ་ནི་ཨ་རིག་གི་ཁོ་རང་ཚོ་གི་ཚད་བཅད་དུ་བསམ་པ་ཡང་དེ་ནི་བདུན་ཚ་གཅིག་འགྲོ་རེད་འདུག་བ་དེ་འདུ་བསམ་པ་ང་ཚོས་ནི་ཨ་རིག་གི་དེ་དེ་ཞིག་ལྟ་ཁ་ལོག་རེད། ཅིག། Reliable། རེད་བ། ཡིད་ཆེས་བྱེད་ཆོག་ཡ་འགྲོ་དེ་འདྲ་འགྲོ་ཅིག། གཞི་སྲུང་ཆེ་བ་ཡིན་ན། ཨ་ནི། དྲུག་ཚ་བརྒྱད་ཡིན་ན་འདྲ་འདུག་བདུན་ཚ་གཅིག་ཡིན་ན་འདྲ་འདུག་ད། གཉིས་ཀ་ཨ་ནི། གཅིག་ཁ་སོ་རེད་ད། རྫ་བྲག་དང་ཨ་ནི་ཅིག་གནོད་འཚེ་པས་ཧ་ཅང་ཕོ་ཡ་གི་ཨ་ནི་ནུས་ཤུགས་ཡོད་པའི་གི་ད་ས་ཡོམ་དེ་འདྲ་ཅིག་ལ་ཡིན་པ་དེ་རྣམ་པ་ཚོས་གི་གང་གི་ཨ་ནི་ངེད་གི་ད་ད་ཏྲེ་པོལ་ཆོལ་བ་གང་གི་རེའུ་མིག་དེ་ལ་སྲིད་ན་ཨ་ནི་རྣམ་པ་ཚོས་ཧ་གུ་རེ་བསམ་གུ་དེ་རུ། ས་ཡོམ་དེ་ལ་བརྟེན་ནི་ཨ་ནི་ཅིག་ཁ་སོག་རེ། རྒྱ་གར་ཡིན་ན་དྲ་ཐུག་བལ་ཡུལ་ཡིན་ན་དྲ་ཐུག་ཨ་ནི་ཅིག་འབྲུག་ཡིན་ན་དྲ་ཐུག་དེ་ཚོའི་ས་ཆ་ནང་ལོ་ལ་ཨ་ནི་ཅིག་ས་ཡོམ་དེ་རྒྱ་ཡ་དེ་ཨ་ནི་བོད་ནང་ལོགས་ཀྱི་ནི་ང་ཚོའི་དིང་རི་ལ་རྒྱར་དེ་ཡིན་པ་ནི་ལས་ནི་གཅིག་ཉེ་འཁོར་གྱི་རྒྱལ་ཁབ་ནི་ཚོའི་རྒྱལ་ཁབ་ནང་ལོགས་ལ་ཡིན་པ་ནི་ལས་ནི་ས་ཡོམ་གྱི་ད་ཅིག་ཅིག་ཁ་ཚོར་རེད་ད་ལབ་ལ་ན་འགྲིག་འདུག་འདི་བཅུག་འགྲོ་ཅིག་ཨ་ནི་ཁོ་རང་ཚོ་ལ་ཡིན་པ་ནི་ཚོར་ཡོད་བ་གི་དེ་འདྲའི་གནས་སྟངས་དེ་འདྲའི་བྱུང་ཤག། ད Seismograph དེ་ནི་ག་འདྲ་འགྲོ་ཅིག་མི་རྣམ་པ་ཚོས་གི་ད་ད་པར་དེ་གཟིགས་བཞིན་པ་དེ་རེད་རོ་ཨ་ཡིན་པ་ནི་ལས་ད། དེང་སང་མང་ཆེ་བྲོ་གཅིག་ནི་རྩྭ་ཞིམ་མོ་མི་ཏྲ་བུ་ཆུ་དང་ཁྱེར་བ་མི་ཏྲ་བུ་ཆུ་དང་བཅས་ནི་གཅིག་དེང་སང་གློག་ཀླད་དང་འཕྲུལ་ཆས་དང་དེ་འདྲ་ཡར་རྒྱས་འགྲོ་བ་སོང་ཙང་ས་ཡོམ་རྒྱ་སྐྱོད་ཀྱི་ནི་རི་མོ་བྲོ་དེ་ར་བས་ན་འདི་ཡི་ནི་གློག་ཀླད་ནང་བླུགས་ཁྱེར་བ་གློག་ཀླད་ནི་ནི་གཅིག། མཚམས་མཚམས་ང་ཚོས་ཀྱི་ནི་ས་ཡོམ་རྒྱ་སྐྱོད་དེ་འདི་གི་འགུལ་སྐྱོད་དེ་ཕྱིན་རྒྱུ་ཡིན་པ་ཡིན་ན་ལ་དེ་ནི་གློག་ཀླད་ནང་ལ་ནི་པད་ཕྱིར་བཏང་བྱས་ནི་གཅིག་ད་འདི་ག་ལ་ཡང་ཞིབ་འཇུག་བྱས་ཡོད་རོ། ད་མདོར་ན་ནི། སྔ་མ་ཡིན་ན་ཨ་ནི་ཅིག་ཤོས་ག་ལ་ཡ་ཕབ་ལེན་བྱས་བྱས་དེ Richter Scale གྱི་ཚད་གཞི་བརྒྱབ་སྟེ་འདྲི་བྱེད་ཀྱི་རུ་བ་ཡིན་པ་ནི་ལ་ད་དེང་སང་འཕྲུལ་ཆས་དང་འདྲེ་ཡ་གྱི་འགྲོ་བྱེད་ཨ་ནི་ཅིག Software རུ་བ་མ་ལག་དང་དེ་འདྲེ་བོད་སྤྱི་བཏང་བྱས་ཨ་ནི Seismograph རུ་བ་དེ་ག་ལ་ཡ་བློ་སྦྱོང་བྱས་ད་དེ་འདྲེ་གནས་སྟངས་དེ་འདྲེ་བྱུང་གྱི་ཡོད་རེད་རུ་བ། ད་དེ་ང་ཚོས་ཀྱི་ཨ་ནི་ཅིག་ག་ཚོ་རེད་དེང་སང་བོད་སྤྱི་བཏང་ཡ་འགྲོ་ཆགས་དེ་རུ་བ། ད་གནའ་སྔ་མོ་རུ་ཡིན་པ་ཡིན་ན་ཨ་ནི་རྒྱ་ནག་ནང་ལོ་ལ་ཡ་ཨ་ནི་ཤུ་སྟོན་པ་གྲོང་ཚ་བས་ཀྱི་ཨ་ནི་ཅི་ལོ་བརྒྱ་དང་གསུམ་སོ་གཉིས་ལོ་ལ་ཡ Pen Hon ལ་ཡ་གྱི་ད་མི་ཅིག་བྱུང་འདུག་བ།

མཐོང་ཡ། དེ་འདྲ་ཅིག་ལ་ཁུག་ཡོད་རེད་བ། ཇན་ཧན་གྱི Seismoscope ཆུ་རེད་བ། དེ་ཅིག་ནམ་དུས་འགྱུར་ལྡོག་ཆེན་པ་ལ་བརྟེན་ནས་རླུང་གི་ཁ་ཕྱོགས་ཡང་འགྱུར་བ་ཐིལ་ཡོད་རེད་བ། དེ་ཡིན་དུ་བསམ་པ་ཡ། རླུང་གི་ཁ་ཕྱོགས་དེ་ཡང་ཅིག་ཞིབ་འཇུག་བྱས་ཆོད་དོ་ཡ། ཁོ་རང་གིས Seismoscope དེ་བུད་ཤུལ་བཏང་གི་འདུག་རེད་བ། ད་ནང་བཞིན Seismoscope དེ་ཅིག་ས་ཡོམ་དང་དེ་འདྲ་བྱུང་བ་ཡིན་པ་ཡིན་ན་ལས་དེ་བུད་ཤུལ་བཏང་གི་ཡོད་བ་དེ་འདྲ་རེད་ཤག་རེད་བ། ད་ཁོ་རང་གིས Seismoscope ཆུ་རེད་བ། དེ་ཡི་སྒང་ལ་ཡ། ཕྱོགས་སྟོན་འཁོར་ལོ་ནང་ལ་ཡ།

ས་ཡོམ་རྒྱ་སྲ་གི་ཕྱོགས་བྱོར་བ་དེའི་གི་ནི་གང་གི་འབྲུག་གི་ཁ་ནང་ལོ་ནས་ནི་ད་ལྟ་ལྕགས་རི་རི་ཡ་ན་ད་སྤོ་ལོ་འགྲོ་བྱོར་བ་དེའི་ནི་མ་ཟ་བྱས་ནི་འོ་ལ་ཡོད་པའི་གི་ད་སྦེག་པ་བྱོར་བ་ཁོ་རང་གི་ཁ་ན་ཚུགས་གི་བ་དེ་འདྲ་འགྲོ་ཅི་རི་ཤར་བ། ད་དེའི་ལ་ལྟ་ནས་ནི་ས་ཡོམ་དེ་ནི་ཕྱོགས་གོ་བ་ནས་བྱུང་ཡོད་མེད་བྱོར་བ་དེའི་ཁོ་རང་གི་ཞིབ་འཇུག་བྱས་དེ་འདྲ་འགྲོ་ཅི་རི་ཤར་བ། ད་ད་ལྟ་གི་ནི་བོད་ནང་ལ་གི་ས་ཡོམ་བྱོར་བ་དེའི་རྒྱུ་མཚན། མང་པོ་ཅིག་ཆགས་དེའོ་རེད་བ། གཅིག་དེ་ཨ་ནི། ངའི་གོང་དུ་ཞུ་བ་ཞིག་སོང་ད་ག་གི་ད་ད་ས་ཆ་ཡོད་རེད་བ། འདི་ཡིན་ནི་ང་མ་ཡ། ཨ་ནི་ད་ད། གོང་ད་བ་ན་ལ་ཡ་གི་ས་ཆ་ཞུ་རེད་བ་དེ་ནི་མ་ཏུ་དུམ་བུ་གས་ཆེ་ཨ་ནི་ད་ད་ལོ་རིན་སི་ཡ་ལ་ཡ་དེ་ལ་ཡ་ཨ་ནི་ཡ་ཏུ་ཐུག་རེད་བ། དེ་ཡིན་དུ་བསམ་པ་ཡ་འདི་ཐུག་ཡ་དེ་ད་ད་ཡིན་པ་ནི་ལ་ཨ་ནི་ཅིག་ཐུག་དེ་གི་ཡོ་རེད་བ་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་ད་ད་བོད་དང་ཨ་ནི་ཧི་མ་ཅལ་དང། འདི་ཡིས་ས་ཆ་ཆེ་རུ་བ་ཏི་མང་ཆེ་དྲོ་བྱེད་ནི་གཅིག་ས་ཡོམ་འགལ་གྱི་ཉེན་ཁ་ཆེ་བས་ཀྱི་ད་ས་ཆ་དེ་འདྲི་བྱེད་ལ་ངོས་འཛིན་བྱེད་ཀྱི་ཡོད་རུ་བ། ད་གཉིས་བ་དེ་ནི་ངས་གོང་དུ་ཤོད་ཤེས་སོང་མིའི་ཡིས་ནི་གཅིག་འཛུགས་སྐྲུན་དང་དེ་འདྲི་རྐྱེན་པས་ཀྱི་ནི་ས་ཡོམ་དེ་འདྲའི་དེ་བརྒྱ་ཆ་བརྒྱ་ནི་བརྒྱ་ནི་ངོ་ཤེས་དེའུ་ཞེ་དྲག་ཆགས་དེ་ཡོད་རེད་རུ་བ་དཔེར་ན་ཞེ་ན་ང་ཚོ་བོད་པ་འགྲོ་བས་ན་ནི་རི་དང་ཆུ་དང་དེ་ཚོ་ཚང་མ་བས་རྩ་ཆེན་པོ་བརྩིགས་ཀྱི་རུ་བ་ཡིན་པ་ནི་ལས་ད་ནི་ང་ཚོ་བོད་ས་ནི་རྒྱ་ནག་ཤོད་བྱེད་རྒྱ་ནག་གི་ད་བོད་དབང་སྒྱུར་བྱེད་བྱེད་ལ་ཡག་ནི་ཅིག་ཁ་སོགས་རེད་ད། ལྟས་ཁ་ངོ་འདོད་ཡོད་ན་རེད་ཨ་ནི། ཤིང་ནགས་བཅོས་སྒྲིག་བྱས་ཡོད་ན་རེད་ཨ་ནི། ཅིག་ཆུ་མཛོད་དེ་འདྲས་ཆེན་པོ་དེ་འདྲས་བརྒྱབ་དེ་འདྲས་བྱས་ཤོར་བ། དེ་འདྲས་བྱེད་དུས་བསམ་པ་ཡ་ཨ་ནི། བསྟན་དེས་བརྒྱ་ཆ་བརྒྱ་ནི་བརྒྱ་ཨ་ནི། དུས་ཚོད་ཀྱིས་ཨ་ནི། ས་ཡོམ་དང་དེ་འདྲས་ཀྱི་ཉེན་ཁ། དངོས་ནི་ཅིག་ཡོར་དེ་ཡིན་པ་ནི་འདིའི་སྒང་ལ་ཡ་ཨ་ནི། ཉེན་ཁ་ཤུགས་ཆེར་གཏང་གི་བ་དེ་བརྒྱ་ཆ་བརྒྱ་ནི་བརྒྱ་ཆགས་དེ་ཡོད་རེད་བ། ད་དཔེ་ན་བྱིན་ན་དེ་སྔོན་ཨ་ནི་རྒྱ་ནག་གི། ད་འདའ་ང་ཚོས་ཀྱི་ཡར་ལུང་གཙང་པོ་ལགས་རེད་བ་ད་འདའ་འབར་མ་པུ་ཏི་ར། དེའི་སྒང་ལ་ཡང་ནི་ཅིག་འཛམ་གླིང་གི་ནི་ཅིག་ཆུ་མཛོད་ཆེ་ཤོས་རྒྱག་གི་ཡིན་ལ་ནི་དེ་འདྲས་ཀྱི་ད་གསལ་བསྒྲགས་དེ་འདྲས་བཏང་རུང་བ་རྒྱ་ནག་གི་ནི་ཆུ་མཛོད་དང་དེ་འདྲས་རྒྱལ་དེ་རྒྱུ་མཚན་གཙོ་བོ་དེ་ཁོ་རང་གི་ཡིན་ནི་ཅིག་གློག་དང་དེ་འདྲས་ནི་བཟོས་ཐུག་རེད་ཟེར་བ་ཨ་ནི་ད་ནང་བཞིན་ནི་མི་ལ་ཡང་ལས་ཀ་དེ་འདྲས་མང་པོ་སྤྲད་ཐུག་རེད་དེ་འདྲས་ལ་གི་ཡོར་དེ་ཡིན་པ་ནི་ལས་ཨ་ནི་རྒྱུ་མཚན་གཙོ་བོ་ཅིག་དེ་ནི་ཁོ་རང་ཚོས་ཀྱི་ནི་ཅིག་བོད་དེ་ནི་ཅིག་ག་ཚོར་ད་ཨེ་ཤི་ཡ་གི་ད་ཆུ་གི་ད་འབྱུང་ཁུངས་འགྲོ་བ་ཆགས་དེ་འོ་རུ་བ་དེ་ཡིན་དུས་ད་ཆུ་དེ་ཚོ་ནི་རྒྱ་ནག་གི་ཆུ་མཛོད་རྒྱབ་དེ་འདྲ་བྱེ་བ་ཡིན་ན་ཆུ་དེ་ལ་ཡང་སྟངས་འཛིན་བྱེ་བ་དེ་འདྲ་འདྲ་བོ་ཆགས་བསྡད་ཡོང་རོགས་ཨ། དེ་ཡིན་དུས་ཡང་སྔ་མ་ཡང་ཆུ་དེ་ཚོ་ནི་རང་བཞིན་གྱིས་ད་བོད་ནས་མ། ཅིག་ཉེ་འཁོར་གྱི་ད་རྒྱལ་ཁབ་དེ་ཚོ་ལ་མ། བབས་འགྲོ་གི་ཡོད་རོགས་ཨ། ཡིན་པ་ནི་ད་ཆུ་མཛོད་རྒྱ་བ་ཡིན་ན་དེ་ནི་རྒྱ་ནག་གིས་ནི་ཆུ་དེ་ག་དུས་བཏང་མ་བཏང་རོགས་ཨ། དེ་འདྲ་གྱི་ད། ནུས་པ་འགྲོ་ཤུགས་ཆེན་པོ་ཆགས་བསྡད་ཡོང་རོགས་ཨ། དེའི་ཨ་ནི། ཅིག་ག་སོ་རེད། དེ་འབྲེལ་གྱི་བྱུང་གི་ཡོ་བ་དེ་ཡིས་ནི་ང་ཚོ་བོད་མི་སྒྲིག་བརྩོད་ཡིན་པ་ནི་ལས་ལོ་མང་པོ་གོང་ནས་ནི་ཕྱི་རྒྱལ་ཁབ་ཡིན་ན་རེད་དམིགས་བསལ་གྱིས་ནི་ཕྱི་རྒྱལ་ཁག་ཡིན་ན་རེད་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ལ་ཡང་ནི་རྒྱ་ནག་གིས་ནི་ཆུ་གི་ཐོག་ནས་ནི་དཀའ་ཉེས་བཟོས་ཀྱི་རེད་ལ་ནི་དེ་འདྲའི་མང་པོ་ཅིག་ཉེན་བརྡ་བཏང་ཡོད་དེ་ཡིན་པ་ནི་ལས་ཨ་ནི་ཅིག་དེ་དུས་ཞིའུ་ཞུ་ཅིག་དོ་སྣང་སྤྲད་ཡོད་མ་རུ་བ། དེ་ཡིན་དུས་ད་ད་ལྟ་ཨ་ནི་ཅིག་རྒྱ་ནག་གིས་ད་ཆུ་མཛོད་རྒྱབ་དེ་འདྲ་བྱས་དུས་བསམ་པ་ཡང་ཨ་ནི་ཐོག་སྔོན་འཇུག་གི་ཐོག་ནས་ད་ཁོ་རང་ཚོ་ཅིག་ཉེས་པ་བཀལ་ཡོད་རུ་བ། དེ་འབྲེལ་གྱི་གནས་སྟངས་དེ་འདྲ་ཆགས་བསྡད་ཡོད་རེད་བ། འོ་རྣམ་པ་ཚོ། དེ་རིང་གི་བརྙན་ཐུང་དེ་མཚམས་བཞག་གི་ཡིན་རྣམ་པ་ཚོས་ལ་ཡག་ད་ས་ཡོམ་གྱི་སྒང་ལ་ཡག་ད་ཞིབ་ཕྲག་པོ་དེ་འདྲའི་ཧ་ལས་བ་བཤད་ཐུབ་མ་སོང་ཡིན་པ་ནས་ལ་ད་ཅིག་འོ་དེ་འདྲའི་ཅིག་རེད་དོ་ཨ་ས་མས་ཀྱི་ད་གནས་ཚུལ་དེ་འདྲའི་རོ་ཅིག་རྣམ་པ་ཚོས་ལ་ཡག་ཤེས་ཡག་གི་ཐབས་ཅིག་བྱས་ཡོད། ཐུགས་རྗེ་ཆེ།